དུ་བྱས་ཞེས་བཞུགས་ཡོད། ནི། ད་ང་རའི་ངོས་ནས་ད་རིང་བརྗོད་གཞི་འདིའི་ཐོག་ལ་ཡང་དམིགས་བསལ་གྱི་ཉམས་མྱོང་དང་དག་ནས་བཞེངས་ཀྱིས་ཞུ་མཁན་མེད། ཡིན་ན་ཡང། འབྲེལ་ཡོད་རྣམ་པ་ཚོ་ཡིས་དངོས་གནས་དྲ་གནས་ཀྱི་གལ་ཆེན་པོ་ཞུ་གཅིག་དང། སོ་སོ་སོ་ལ་ཕྱག་ལས་མང་པོ་ཡོད་རེད་དེ་ལས། དངོས་གནས་དྲན་ནས་ཅིག་བོད་ཀྱི་མ་འོངས་པའི་མདུན་ལམ་དང་འདི་འབྲེལ་གྱི་ཐོག་ལ་ཡང་རྒྱབ་གཡོག་དང་ཐུགས་དབུགས་ཐོག་ནས་ཅིག་གོ་དྲིན་གནང་བ་ཅིག་དང་འདིའི་ཐོག་ལ་ཡང་ཤོགས་ཅེས་བཀའ་གནང་བ་ཡིན་ཙང། ང་རང་ཉམས་མྱོང་དང་གལ་མེད་པ་ཡིན་ན་ཡང། ཅེས་འདི་འདྲ་བའི་རྣམ་པ་ཚོ་ཐུགས་ཁུར་ཞེ་ངལ་སོགས་རེད། ཨ་ནི་གང་བྱས་རྒྱབ་སྐྱོར་གྱི་མཚོན་བྱེད་སུ་འགྲོ་བྱས་ནས་བསྡད་འདུག་ཅག་པ་ཡིན། དེ་ཡིན་དུས། ད་དེ་རིང་འདི་ཞོགས་པའི་ཉལ་ཆས་ང་འདི་མཉམ་ཞུ་ཞུ་བའི་ཆུང་པོ་དང། ད་རང་ཞོགས་པའི་བཀའ་སློབ་གནང་མཁན་རྣམ་པ་ཚོ་རེད། ད་གིན་དེ་ཚོགས་ཆུང་བགོས་ནས་རྣམ་པ་ཚོ་གི་ཅིག་སོ་སོ་སོའི་དགོངས་ཚུལ་དང་དེ་འབྲེལ་གྱི་ཐོག་ནས་ཞི་རགས་ཀྱི་ད་གང་ལྟར་དེ་རིང་གི་བགྲོ་གླེང་དང། དེ་ཞི་རགས་ཡག་པོ་བྱུང་སོང་བསམ་བསམ་དེ་འདྲ་ཞིག་དྲན་སོང་དེ་ཡིན་དུས། འདི་འདྲའི་དགྲ་བོ་ཅིག་མ་འོངས་པ་ལ་ཡིན་ན་ཡང་ཡང་ནས་ཡང་དུ་བསྐོ་ཡ་ཅིག་གལ་ཆེན་པོ་ཞུ་རེ་གསུངས་ཀྱི་ཡོད། ང་རང་ཚོའི་ད་ལྟའི་སྤྱི་ཚོགས་ཀྱི་ནག་ལོག་ལ་ཡང། ཅིག་བོད་དོན་གྱི་ཐོག་ལ་ཡིན་ནས་འདྲ་དག་ནས་གཞན་གྱི་ཅིག་བོད་ཀྱི་མ་འོངས་པའི་གལ་འགངས་དང་གང་ཅིའི་ཐད་ལ་ཡང་ཅིག་ཤེས་རྟོགས་དང་གོ་རྟོགས་འདི། ནི་ཅིག་འཛམ་བུ་གླིང་འདིའི་ནག་ལོག་ལ་ཡང། བས་པའི་ཕྱོགས་གཅིག་ནས་ཞུས་པ་ཡིན་ན་ཕལ་ཆེར་ཉུང་དྲགས་བསྡད་པའི་གནས་སྟངས་ཅིག་ཡིན་དུས་བསམ་པ་ལ་དེ་འདྲའི་ཡང་ཡང་དགོས་ཡ་ཅིག་དང་ཨ་ན་ལྷག་པར་དུ་འདི་ན་བྱེད་ཁུལ་རྐྱང་རྐྱང་མང་པོ་ཅིག་དང་རང་གསུང་བཤད་གནང་མཁན་དང་མང་པོ་ཅིག་བོད་དོན་གྱི་ཐོག་ལ་ཡ་རྒྱུས་རིང་པོ་ཞུ་བ་ཅིག་གིས་ཐུགས་ཁུར་ཆེ་བཞེས་གནང་མཁན་དང་དེ་འདྲའི་ཐོག་ལ་ཞུ་བ་ཅིག་ཉམས་མྱོང་ཡོད་མགྱོགས་ཅིག་ཆགས་བསྡད་ཡོད་རེད་ལ་ཨ་འདི་ན་མཉམ་ཞུགས་གནང་མཁན་མང་པོ་ཅིག་ང་རང་ཚོའི་ཅིག་མ་འོངས་པའི་བོད་ཀྱི་རེ་བ་བརྒྱབ་ས་སྐྱབས་མགོན་རྒྱ་བོད་ཤི་ནུ་བས་ག་དུས་བཀའ་གནང་པ་ནང་བཞིན་གྱི་བོད་ཀྱི་སོན་རྩ་ཅིག་ཆགས་བསྡད་དུས། ཨེ། ད་རིང་འདི་འདྲས་ཅིག་གིས་ཚང་མ་མཉམ་དོ། འཛོམས་ཡག་འདི་འདྲས་ཅིག་གིས་བྱུང་བ་དེ་ཞི་རགས་ཀྱི་རྩ་ཆེན་པོ་ཅིག་དང། མ་འོངས་པ་འདི་ནང་བཞིན་ཡང་ཡང་ཅིག་བྱུང་ན་གལ་ཆེན་པོ་རེད་བསམ་གྱི་འདུག་ལ་འདི་འདྲའི་སྐབས་ལས་མ་འོངས་པ། ཅིག་ལྷག་པར་དུ་གཞོན་སྐྱེས་རྣམ་པ་ཚོ་ཡིན་ན་ཡང་འདི་འདྲས་ཀྱི་མཉམ་ཞུགས་གནང་ཡག་དེ་གལ་ཆེན་པོ་རེད་བསམ་གྱི་ཡོད། ད་ང་རང་ཚོ་བོད་དང་རྒྱ་གར་གྱི་འབྲེལ་བའི་སྐོར་ཅིག་ཞུས་པ་ཡིན་ན་ཡང། ང་རང་ཚོ་བོད་པའི་ངོས་ནས་འབྲེལ་བ་ཡོད་བསྡད་ས་དེ་སྔོན། ཅིག་མི་རིགས་རེད་རྒྱལ་ཁབ་ད་ག་ལ་གང་འཚམ་ཅིག་ཡོད་པ་རེད་དེ་ཡོད་པའི་ནང་ནས་འབྲེལ་བ་ཟབ་ཤོས་ཅིག་དེ་རྒྱ་གར་ཆགས་ཏེ་ཡོད་རེད་དེ་ཡང་དུས་ཚོད་ཀྱི་ཆ་ནས་ཡིན་ན་ཡང་ཅིག་ལོ་བཅུ་ཕྲག་དང་བརྒྱ་ཕྲག་ཁ་ཤས་མ་ཡིན་པ་ལོ་སྟོང་ཕྲག་དང་སྟོང་ཕྲག་གི་འབྲེལ་བ་དམ་ཟབ་ཡོད་ནི་ཡོད་ཅིག་དེ་བཞིན་དུ་ང་རང་ཚོ་བོད་ལ་ཡ་ཨ་ད། ཐང་རྒན་དེ་ཚོགས་ཆུང་ནང་ལོ་མང་པོ་བཀའ་གནང་སོང་ང་རང་ཚོའི་ངོ་བོ་མཚོན་བྱེད་འདྲ་བོ་རིག་གཞུང་གི་རྩ་བ་འདྲ་བོ་དེ་སྐད་དང་ཡི་གེ་རེད་ལ་དེ་འདྲ་བའི་ཡི་གེ་དེ་ཡང་རྒྱ་གར་ནས་ང་རང་ཚོ་བོད་ལ་བྱུང་བསྡད་པ་ཅིག་ཆགས་བསྡད་ཡོད་རེད། དེ་བཞིན་དུ་ང་རང་ཚོ་བོད་ཀྱི་ནས་གཅེས་ནོར་གལ་ཆེ་ཤོས་ཅིག་དེ་རྒྱ་མགོ་རྒྱ་བོ་ཡེ་ཤུ་འགྲུབ་པའི་ག་དུས་བཀའ་གནང་གི་ཡོད་རེད་ང་རང་ཚོ་བོད་པའི་བོད་བརྒྱུད་ནང་བསྟན་དེ་ཆགས་བསྡད་ཡོད་རེད། བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པ་དེ་ཡང་རྒྱ་གར་ནས་དུས་རབས་བདུན་པའི་ནང་ལོགས་ལ་ཚུར་བྱུང་ཞེས་པ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། ད་དེ་ལ་སོགས་པའི་ཁ་བརྡ་ཞིག་ང་རང་ཚོ་རྒྱ་གར་དུ་བོད་ལ་བཀའ་དྲིན་ཆེན་པོ་རེད་ལ་ཧ་ལས་པའི་འབྲེལ་བ་གཏིང་ཟབ་ཅིག་ཆགས་བསྡད་ཡོད་རེད། ལྷག་པར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྐབས་ལ་ཡང་བོད་ལ་ཡང་ཞི་བ་ཅིག་གི་ད་དཀའ་ངལ་ལོ་རྒྱུས་ནང་བྱུང་མ་མྱོང་པ་འདི་འདྲ་ཅིག་འཕྲད་པའི་སྐབས་ལ་ཡང་ང་རང་ཚོ་བོད་པ་ལ་ཡང་རྒྱབ་སྐྱོར་ཆེ་ཤོས་གནང་ཉེན་རྒྱ་གར་གཞུང་གིས་གནང་བ་རེད། ང་ཚོ་བོད་ལ་ཡག་ད་བོད་པ་རེད་དག་ནས་བཞིན་གྱི་ཅིག་བོད་པའི་རིག་གཞུང་ད་བྱེད་པ་གང་བྱས་སེམས་ཁུང་སྣ་བརྙན་རྒྱལ་ཁབ་དང་དག་ནས་བཞིན་གྱི་མི་རིགས་མང་པོ་ཡོད་པ་རེད་ཟེར་བ་དཔེ་ན་ཨ་རི་ལྟ་བུ་ཞིག་ཡིན་ན་དངོས་གནས་དྲ་གནས་ཀྱི་བོད་པ་ལ་ཡ་རྒྱབ་སྐྱོར་ཆེན་པོ་རེད་མཐུན་རྐྱེན་གྱི་དཔལ་འབྱོར་གྱི་ཆ་ནས་ནས་ད་ལྟ་གི་བར་དུ་ཅིག་བོད་པའི་ཆེད་དུ་ཨ་རིའི་སྒོར་མོ་རེ་བ་འབྲོ་ལ་ས་ཡ་ཉིས་བརྒྱ་ལྔ་བཅུ་ལྷག་ཅིག་གནང་ཚར་བ་རེད་ཨ་ནི་ད་ང་ནི་ཆབ་སྲིད་ཀྱི་ཐོག་ལ་རྒྱབ་སྐྱོར་དང་ཞི་རང་གནང་གི་ཡོད་རེད་དེ་ལས་ཨ་ནི་དེ་དག་ཐམས་ཅད་དང་མ་འདྲ་བ་ཅིག་རྒྱ་གར་གཞུང་གིས་ང་རང་ཚོའི་གི་བོད་ཀྱི་བ་ཆབ་སྲིད་རེད་རིག་གཞུང་རེད་ག་ཅིའི་ཐད་ལ་དངོས་གནས་དྲ་གནས་གཞན་ལ་ལྷག་པ་ཅིག་སུ་གཅིག་གིས་འགྲན་དུ་མེད་པའི་བཀའ་དྲིན་བསྐྱངས་པ་རེད་དེ་འདྲ་བའི་བསྐྱངས་ནས་ད་ང་ཚོ་ད་ལྟ་བོ་དོ་ལོ་དྲུག་ཅུ་རེ་བཞི་ལྷག་ཅིག་དེའི་བཀའ་དྲིན་གི་འོག་ལ་འཚོ་བསྡད་པ་རེད་ལ་ཨ་རྒྱ་མགོན་རྒྱ་བོ་ཡེ་ཤེས་ནོར་བུ་ཡིན་ན་ཡང་ད་ཅིག་རྒྱ་གར་གཞུང་གི་ངོས་ནས། ཇི་ལྟར་གྱིས་ད་རྒྱ་བོར་མི་བྱེད་ཀྱི་སྐུ་ཅད་ཀྱི་ཐོག་ལ་རེད་རྒྱ་བོར་མི་བྱེད་ཀྱི་ཐ་ན་སྐུ་ཡི་འཕྲོད་བཞེས་ཀྱི་ཚུན་ཆད་ལ་ཡང་རྒྱབ་སྐྱོར་ཞི་བོ་ཞིག་གནང་ནས་ཨ་འདི་འདྲའི་ཅིག་ཡིན་པ་ཡིན་དུས་ཨ་ནི་རྒྱ་གར་གྱི་དང་ང་རང་སོ་བོད་ཀྱི་འབྲེལ་བ་དེ་ཧ་ཅང་གཏིང་ཟབ་ཡོད་པ་ཙམ་དུ་མ་ཟད་པའི་བོད་པ་ལ་ཡང་རྒྱ་གར་འདི་ཞི་བོ་ཅད་ཀྱི་བཀའ་དྲིན་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ང་རང་ཚོ་ཨ་ནི་ཚང་མས་འདིའི་བཀའ་དྲིན་འདི་བརྗེད་ཐབས་མེད་པ་ཅིག་རེད་བསམ་གྱི་ཡོད། དང་ནས་བཞིན་ང་རང་ཚོ་རྒྱ་བོད་རྒྱ་གར་དང་བོད་ཀྱི་འབྲེལ་པ་དེ་ཡང་འདས་པའི་ལོ་རྒྱུས་ཀྱི་འབྲེལ་བ་གལ་ཆེན་པོ་ཡིན་པ་ཙམ་དུ་མ་ཟད་པའི་ད་ལྟ་དང་ལྷག་པར་དུ་མ་འོངས་པ་ལ་ཡང་ང་རང་ཚོ་གཞིས་བྱེས་མཉམ་འཛོམས་ཀྱི་མ་བྱུང་བར་དུ་ཞི་བ་གལ་ཆེན་པོ་རེད་ལ་གཞིས་བྱེས་མཉམ་འཛོམས་བྱུང་བ་ཡིན་ན་ཡང་ད་ང་རང་ཚོ་བོད་པ་དང་རྒྱ་གར་ཇི་སྲིད་ནམ་གནས་ཀྱི་བར་དུ་ང་ཚོའི་འབྲེལ་པ་དེ་ཞི་བ་བྱེད་ཀྱི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་ཡོད། ད་ང་ཚོ་ད་ལྟའི་སྐབས་ལ་ཡ་ཅིག་བོད་ཀྱི་གནས་སྟངས་འདི། དེ་སྔོན་ལོ་རྒྱུས་ཀྱི་ནང་ལོགས་ལ་ང་རང་ཚོ་རང་དབང་རང་བཙན་གཙང་མ་ཆགས་ཀྱི་ཡོད་རེད་ཡིན་ན་ཡང་ང་རང་ཚོའི་ཅེ་སོ་སོའི་ནུང་པ་འདི་ཨེ་ནས་རྒྱ་ནག་གི་འོག་ལ་ཤོར་རྒྱ་ནག་དམར་པོའི་གཞུང་གི་འོག་ལ་ཤོར་ནས་ང་རང་ཚོ་ནུང་པ་མེད་པའི་སྐྱབས་བཅོལ་གྱི་གནས་སྐབས་འདི་འདྲ་ཅིག་ཆགས་ཀྱི་ཡོད་རེད། ད་ཡིན་ནས་ང་ཚོ་སྐྱབས་བཅོལ་གྱི་གནས་སྐབས་འདི་འདྲ་ཅིག་རེད་དེ་ལས་ང་རང་ཚོ་གི་རེ་བ་བོད་ཀྱི་བདེན་པའི་འཐབ་རྩོད་གནང་ཡག་དེ་ཡང་ཕྱོགས་གཅིག་ནས་རང་མི་རིགས་ཀྱི་གནད་དོན་གཅིག་ཆགས་ཀྱི་ཡོད་རེད་ལ་མི་རིགས་ཀྱི་གནད་དོན་ཙམ་མིན་པ་རྒྱ་རོམ་གྱི་ག་དུས་བཀའ་གནང་པ་ནང་བཞིན་གྱི་ང་ཚོ་ལ་ཡོད་པའི་རིག་གཞུང་བཟང་པོ་དེ་སྲུང་སྐྱོབ་བྱེད་ཡ། ང་ཚོ་ལ་ཡོད་པའི་རིག་གཞུང་བཟང་པོ་དེ་གལ་ཅིག་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡ་ཞབས་འདེགས་རླབས་ཆེན་ཞུ་ཐུབ་ཡ་གྱི་ནུས་པ་གཅིག་ཆགས་ཀྱི་ཡོད་རེད་ད་ལྟའི་སྐབས་ལ་འཛམ་གླིང་ཕྱི་ཡི་དཔལ་འབྱོར་དང་ཚན་རིག་དང་དེ་ཚོ་ཞི་བོ་ཡར་རྒྱས་འགྲོ་གི་ཡོད་རེད་དེ་ལས། གནད་གཅིག་བསམ་བློ་བཏང་ཕྱོགས་རེད་ནང་གི་བསམ་པའི་དཔལ་ཡོན་འདི་ཉམས་ཆག་ཕྱིན་ནས་ཞི་བ་གཅིག་དཀའ་ངལ་འཕྲད་པོ་འདི་འདྲ་གཅིག་སྐབས་ལ་ཡ་བོད་པའི་རིག་གཞུང་གི་ཐོག་ནས་ཞབས་འདེགས་རླབས་ཆེན་ཞུ་ཐུབ་ཡ་གཅིག་འདི་འདྲ་གཅིག་ཡོད་པ་གཅིག་ཆགས་ཀྱི་ཡོད་རེད་དེ་བཞིན་དུ་ཅེས་བོད་པའི་ཐུན་ཁུང་ཆུ་ཡི་གཙོ་བོར་གྱུར་པའི་ད་ཅིག་དེ་འདྲ་བའི་ཐུན་ཁུང་འདི་ཚོ་སྲུང་སྐྱོབ་ཀྱི་མཚོན་པའི་ད་གང་ལྟར་མི་རིགས་ཙམ་མིན་པ་འཛམ་གླིང་ཁྱོན་ཡོངས་ལ་ཡ་གལ་ཆེན་པོ་ཞིག་ཡིན་པ་ཡིན་དུས། ཡང་ང་ཚོས་བོད་ཀྱི་བདེན་པའི་འཐབ་རྩོད་གནང་དགོས་ཡ་དེ་སོ་སོའི་མི་རིགས་ལ་བསམ་བློ་བཏང་ནས་གལ་ཆེན་པོ་ཡིན་ད་ཡིན་འཛམ་གླིང་ཁྱོན་ཡོངས་ལ་བསམ་བློ་བཏང་པ་ཡིན་ནས་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་པ་ཡིན་དུས་ད་ང་ཚོའི་བོད་ཀྱི་བདེན་པའི་འཐབ་རྩོད་འདི་མུ་མཐུད་ནས་རང་ཚོས་རྒྱུན་སྐྱོང་དགོས་ཡ་ཅིག་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་ཡིན་དུས་འདི་འདྲས་ཀྱི་སྐབས་ལ་ཡ། ད་ང་ཚོའི་བདེན་པའི་འཐབ་རྩོད་དང་མི་འབྲལ་ག་ལ་འཛམ་གླིང་ཁྱོན་ཡོངས་ནས་ང་ཚོ་ལ་ཡང་རྒྱབ་སྐྱོར་དགོས་ཡ་དེ་གལ་ཆེན་པོ་ཨ་ཅང་ཅང། དེའི་ཐོག་ལ་ཡང་རྒྱ་གར་ལ་ཡང་དམིགས་བསལ་གྱི་ད་ང་རང་ཚོ་གང་ཅི་མཐུན་རྒྱུ་རྒྱ་གར་ངོས་ནས་ང་ཚོ་ལ་མཐུན་རྐྱེན་གང་ཅི་དགོས་ཡ་དང་རྒྱབ་སྐྱོར་དགོས་ཡ་དེ་ཞེ་བོ་གལ་ཆེན་པོ་རེད་བསམ་གྱི་ཡོད། ཐང་གིན་གསུངས་པ་ནང་བཞིན་གྱི་ཐང་གིན་ཚོགས་ཆུང་དང་འདི་འདྲའི་ནང་ལ་མང་པོ་གསུངས་སོང་ད་རང་མང་པོ་གཏམ་བཤད་གནང་ཡིན་གྱི་འདི་འདྲ་གསུངས་སོང་འབྱུང་འགྱུར་འཛམ་གླིང་ནག་ལོག་ལ་ཡང་རྒྱ་གར་དེ་ཧ་ལས་པའི་གལ་འགངས་ཆེན་པོ་ཅིག་ཆགས་ཏེ་ཐག་ཆོད་པོ་ཅིག་ཆགས་ཏེ་ཡོད་རེད་ད་ལྟའི་སྐབས་ལ་ཡིན་ན་ཡང་རྒྱ་གར་དེ་འཛམ་གླིང་གི་ནང་གི་མི་འབོར་གྱི་རེད་བ་ཨང་ཀི་དང་པོ་ཆགས་ཏེ་ཡོད་རེད། དང་ནས་བཞིན་གྱི་ད་དཔལ་འབྱོར་གྱི་ཆ་ནས་ད་ལྟའི་སྐབས་ལ་རྒྱ་གར་འཛམ་གླིང་གི་དཔལ་འབྱོར་ལྔ་པ་རེད་དེ་ལས་འབྱུང་འགྱུར་ལོ་ད་ཁ་ཤས་ཤིག་ནང་ལ་རྒྱ་གར་འཛམ་གླིང་གི་དཔལ་འབྱོར་གསུམ་པ་ཆགས་ཡག་རྒྱུ་དེ་རེ་བ་ཆེན་པོ་ཞེ་དྲག་ཡོད་རེད་ད་གཅིག་སྟོང་ག་ས་ཉིས་སྟོང་བཞི་བཅུའི་ལོར་རྒྱ་གར་དཔལ་འབྱོར་གང་ཆེ་གཉིས་པ་ཆགས་ཐུབ་པོ་ཡོད་ནས་མེད་ནས་གསུམ་པ་ཆགས་ཡག་དེ་ཕལ་ཆེན་ཐག་ཆོད་པོ་ཟུང་འདྲ་ཅིག་ཆགས་ཏེ་ཡོད་རེད། དེ་བཞིན་དུ། ད་གང་དང་རྒྱ་གར་གྱི་མ་འོངས་པ་ད་ལྟ་ནུས་པ་ཆེན་པོ་ཡིན་པ་ཙམ་དུ་མ་ཟད་པར་མ་འོངས་པ་ཧ་ལས་པའི་ནུས་པ་ཆེན་པོ་ཅིག་ཆགས་ཡ་ཅིག་ཡིན་པ་ཡིན་དུས་ད་ལྟའི་སྐབས་ལ་ཡིན་ན་ཡང་ད་ཅི་ཨ་རི་གཙོ་བོར་གྱུར་པའི་རྒྱལ་ཁབ་མང་པོ་ཅིག་གིས་ད་རྒྱ་གར་ལ་ཡང་གལ་ཆེན་པོའི་རང་བཞིན་གྱི་ཐོག་ནས་རྒྱ་གར་ལ་འབྲེལ་བ་བྱེད་ཡ་རྒྱ་གར་ལ་ཡང་ཐག་ཉེ་རུ་བཏང་ཡ་གྱི་ཞུ་བ་ཅིག་གིས་གལ་ཆེན་པོ་བརྩི་གི་ཡོད་རེད། དེ་འདྲའི་ཅིག་གི་སྐབས་ལ་ཡིན་ན་ཡང་ང་རང་ཚོ་ཅིག་དད་པའི་ལོ་རྒྱུས་དང་ད་ལྟ་དང་མ་འོངས་པ་གང་ཅིའི་ཐད་ན་བསམ་བཏང་པ་ཡིན་ན་ཡང་ཅིག་རྒྱ་གར་གྱིས་ང་རང་ཚོ་ལ་ཡང་ཁ་ཤོ་ལི་ཏ་རྒྱབ་སྐྱོར་བ་དང་དེ་ཚོ་ཧ་ལས་པའི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད། དེ་ཙམ་དུ་མ་ཟད་པས་རྒྱ་གར་ལ་ཡིན་པ་ཡིན་ན་ཡང་ང་ཚོ་བོད་ཀྱི་གནད་དོན་དེ་ལ་བརྟེན་ནས་ཨ་ནི་དཀའ་ངལ་མང་པོ་ཞུགས་པ་ཅིག་འཕྲད་པར་རོ། ད་རང་ང་ཚོ་གཞུང་ཚབ་ཤོག་རུ་བས་ད་ཕྱི་ཕྱི་སི་དྲུང་ཆེ་སོག་པོ་ཁོང་གིས་གསུངས་སོགས་ལ་ད་ནས་བཞིན་ཉེ་ཆར་རྒྱ་གར་གྱི་གྲོས་ཚོགས་ཨ་སམ་གྱི་ཕྱོགས་ཀྱི་ད་ལྟ་རྒྱ་གར་གྲོས་ཚོགས་རཱཇ་དིབ་རོ་ཡིས་ཁོ་རང་གིས་གསུངས་སོ་བ་གཅིག་སྟོང་དགུ་བརྒྱ་བཞི་བཅུ་བཞི་བདུན་གྱི་ལོ་ལ་ཡ་ག་ཅིག་རྒྱ་གར་རང་བཙན་ཐོབ་ཡིན་ན་ཡང་འདི་སྐབས་ལ་ཡ་བོད་དང་རྒྱ་གར་ས་ཀྱི་ས་མཚམས་ས་བོད་དང་རྒྱ་གར་གྱི་ས་མཚམས་ས་ཡ་གཅིག་མ་གཏོགས་ཡོད་མ་རེད། ད་ཡིན་ན་ཡང་ད་ལྟ་རྒྱ་གར་ལ་དཀའ་ངལ་འཕྲད་གཙོ་བོ་གཅིག་སྟེ། བོད་དང། གང་ལྟར། ད་རྒྱ་གར་གྱི་ས་མཚམས་ཀྱི་ཐོག་ནས་དཀའ་ངལ་འཕྲད་ཀྱི་འདུག་དེ་ཡང་དཀའ་ངལ་འཕྲད་ཡ་དེ་ཡང་རྒྱ་ནག་གིས་བོད་བཙན་བཟུང་བྱས་པའི་རྗེས་ལ་ཡང་རིམ་པས་དཀའ་ངལ་འཕྲད་ནས་དམག་འཁྲུག་ཤོར་བ་རེད་ལ་ད་ལྟའི་སྐབས་ལ་དཀའ་ངལ་ཞེའུ་ཅིག་འཕྲད་ཀྱི་ཡོད་རེད་ལ་དཀའ་ངལ་འདི་སེལ་ཐབས་ཀྱི་ཆེད་དུ་རྒྱ་གར་གྱི་ཕྱག་ནས་དམག་དོན་གྱི་ཆ་ནས་ཡིན་པ་ཡིན་ལས་འགྲོ་སྲུང་གོས་ཚད་བཏང་གི་ཡོད་རེད་དཀའ་ངལ་དཀའ་ལས་གོས་ཚད་སྐྱོན་གྱི་ཡོད་རེད་བ། དེ་སྔོན་ང་རང་ཚོ་བོད་རང་དབང་རང་བཙན་ཡིན་པའི་སྐབས་ལ་ས་མཚམས་ཀྱི་དཀའ་ངལ་གནད་དོན་འདི་འདྲའི་ཅིག་རྙོག་དྲ་ཅིག་མེད་པར། ཨ་མདོ་ཞྭ་སྒབ་པའི་སྲིད་དོན་རྒྱལ་རབས་ནང་གསུངས་ཡོད་རེད། ཉི་མ་བོད་རང་བཙན་ཡིན་པའི་སྐབས་ལ་ས་མཚམས་ཞི་བདེ་ལྷིང་འཇགས་ཡིན་པ་ཙམ་དུ་མ་ཟད་པའི་སྐབས་དེ་དུས་ས་མཚམས་ལ་ཡང་དམག་མིའི་གྲངས་མགོ་དེ་ཁྲི་ཕྲག་དང་འབུམ་ཕྲག་མེད་པར་གྲངས་ཀ་བརྒྱ་ཅུ་གྱ་རང་ཞིག་མ་གཏོགས་ཡོད་མ་རེད། དེ་འདྲའི་གི་ཞི་བདེ་ལྷིང་འཇགས་ཅིག་ན་ད་ད་ལྟ་རྦད་དེ་རྒྱ་གར་དངོས་ནས་ཡིན་ན་དམག་མི་ཁྲི་ཕྲག་དང་ཁྲི་ཕྲག་བཏང་ནས་དཀའ་ལས་སྐྱོན་དགོས་ཡ་ད་ཡིན། གདོང་ལེན་བྱེད་དགོས་ཡ་དེ་ཡང། རྒྱ་མིས་ཀྱིས་རྒྱ་མི་དམར་པོའི་གཞུང་གིས་བོད་བཙན་བཟུང་བྱས་པ་ལ་བརྟེན་ནས་བྱུང་བ་ཅིག་ཆགས་བསྡད་ཡོད་རེད་བ། དེ་ཡིན་དུས། རྒྱ་གར་གྱི་གང་ཅི་བདེ་འཇགས་ཀྱི་ཐད་ལ་ཡིན་ན་ཡང་འདྲ། ཨ་ནི་ད་ག་ནས་ཕྱིན་གྱི་རྒྱ་གར་ནང་ལ་ཚུད་པ་ཡིན་ན་ཡང་བོད་ཀྱི་རྒྱུད་ནས་ཨ་ནི་ཆུ་དང་དེ་འདྲ་ཅིག་མང་པོ་ཅིག་རྒྱ་གར་ལ་ཡ་དུ་བྱུང་ནས་ཟླ་འདིའི་རྒྱུན་ནས་ཡང་རྒྱ་གར་གྱི་མི་སྣ་ག་ས་མི་ས་ཡ་མང་པོའི་འཚོ་གནས་དང་འབྲེལ་བ་ཅིག་ཆགས་ཀྱི་ཡོད་རེད། དེ་འདུས་ཏེ་རྒྱ་ནག་དམར་པོའི་གཞུང་གིས་དེ་རིང་ཁ་སང་བོད་ཀྱི་ཆུ་དང་ནེ་ཙོ་མང་པོ་གཅིག་ཆུ་མཛོད་གསར་པ་རྒྱ་བལ་གྱིས་མཚོན་པའི་ད་ག་ནས་ཤིང་གི་ཆུ་དེ་འདྲ་ཡིས་ཕར་སོ་ཁ་བསྒྱུར་བལ་གྱིས་མཚོན་པའི་དེ་འདྲ་གྱི་མང་པོ་ཞིབ་པོ་ཅིག་བྱས་ཡིན་དུས་རྒྱ་གར་གྱི་མིའི་འཚོ་གནས་ལ་ཡང་དམིགས་བསལ་གྱིས་ད་འབྲེལ་བ་ཞིབ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་གང་ལྟར། དེ་འདྲ་བའི་རྒྱ་གར་གྱི་ད་བདེ་འཇགས་རེད་ཚོང་ལས་རེད་གང་ཅིའི་ཐད་ལ་ང་རང་ཚོ་བོད་ཀྱི་གནད་དོན་འདི་ཞི་བོ་ཅིག་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་རེད། དེ་ཡིན་དུས་བསམ་པ་ལ་ད་དེ་འདྲས་ཅིག་སྐབས་ལ་ཡ་ང་རང་ཚོས་ཀྱི་ངོས་ནས་ད་ག་རེ་གནང་དགོས་ཀྱི་འདུག་ཞུས་པ་ཡིན་ན་ད་གལ་ཆེ་ཤོས་ཅིག་དེ་སྤྱི་བཏང་ང་རང་ཚོ་བོད་ཀྱི་བདེན་པའི་འཐབ་རྩོད་དང་འདི་ཚོ་ཅིག་བརྩམ་རྒྱུན་སེང་ཡག་དང་ནུས་པ་ལྡན་པ་ལ་ཡ་ང་ཚོའི་ངོས་ནས་ལྷག་པར་དུ་གཞོན་སྐྱེས་རྣམ་པ་ཚོའི་ངོས་ནས་ཅིག་ཐུགས་ཁུར་བཞེས་ནས་ད་ཐུགས་ཁུར་བཞེས་པ་ཙམ་དུ་མ་ཟད་པའི་ང་ཚོ་བོད་ཀྱི་གལ་ཆེའི་རང་བཞིན་དང། ད་ག་ནས་ཤེས་ཀྱི་བོད་ཀྱི་དངོས་ཡོད་གནས་སྟངས་དེ་གང་མང་མང་གི་རེད། འཛམ་གླིང་སྤྱིར་ལྷག་པར་དུ་རྒྱ་གར་གྱི་ཅིག་ད་གཞུང་ཡིན་ནའི་འདྲ། ད་ག་ནས་ཤེས་ཀྱི་ཅིག་རྒྱ་གར་མི་མང་ནང་ལོགས་ལ་ཡ་དངོས་ཡོད་གནས་ཚུལ་དེ་ཨ་ནི་བ་གསལ་བཤད་གནང་ཡག་དང། རྒྱ་གར་གྱི་གཞུང་མང་ལ་ཡ་གང་ཐུབ་ཐུབ་ཀྱི་གནས་ཚུལ་དེ་ཅིག་རྒྱུས་མངའ་ཤུགས་ཆེར་གནང་དགོས་ཡ་དེ་ཞུ་ཅིག་གལ་ཆེན་པོ་རེད་བསམ་གྱི་ཡོད། བདག་ནས་ཤིང་གི་ང་ཚོ་ད་ལྟའི་སྐབས་ལ་ཡང་གོ་སྐབས་ཅན་ཡང་ཞུ་བ་ཅིག་ཆགས་བསྡད་ཡོད་རེད་བསམ་གི་ཡོད་ང་ཚོ་ལས་ཀ་ག་རེ་གནང་པ་ཡིན་ན་ཡང་གོ་སྐབས་དེ་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་དེ་སྔོན་ཆ་བཞག་པས་ན་གཅིག་སྟོང་དགུ་བརྒྱ་དང་བདུན་ཅུ་དོན་གྲངས་ཀྱི་ནང་ལོགས་ན་བདུན་ཅུ་དོན་གསུམ་བདུན་བཞི་དུ་བ་ཨ་མི་རི་ཀས་ཀྱིས་རྒྱ་ནག་ལ་ཡང་འབྲེལ་བ་བཅས་བཙུགས་དེ་ནས་ཆེས་ད་གང་ལྟར་ཨ་རི་གཙོ་བོར་གྱུར་པའི་ནུབ་ཕྱོགས་རྒྱལ་ཁབ་རེ་རྒྱལ་ཁབ་མང་པོ་བཞི་བོ་གཅིག་གིས་རྒྱ་ནག་ལ་ཡང་ཕ་ཅིག་སོ་སོ་སོའི་ཁེ་ཕན་དང་དེ་འདྲ་ལ་དམིགས་ནས་རྒྱ་ནག་ལ་འབྲེལ་བ་བཙུགས་ཡ་དེ་ཤུགས་ཆེར་བཏང་གནང་པ་རེད། རྒྱ་ནག་ལ་འབྲེལ་བ་བཙུགས་ཡ་དེ་འདས་པའི་ལོ་མང་པོ་ཞིག་རིང་ང་ལ་དཀའ་ལས་ཧྲིལ་བོ་ཞིག་བསྐྱོན་པ་རེད་དེ་ལ་ད་བར་སྐབས་གཅིག་ནས་གནས་ཚུལ་མང་པོ་ཞིག་ལ་བརྟེན་ནས་ཨ་ནེ་རྒྱ་ནག་ལ་འབྲེལ་བ་བཙུགས་ཡ་དེ་ཡང་གཅིག་དོགས་ཟོན་བྱེད་དགོས་ཡ་གཅིག་དང་གཟབ་གཟབ་བྱེད་དགོས་ཡ་གཅིག་དང་རྒྱ་ནག་གི་གནས་ཚུལ་ངོ་མ་དེ་ཚོ་ཤེས་པའི་ཐོག་ནས་ད་གང་བྱས་ཚང་མ་ལོ་ཨ་ནེ་གང་བྱས་དོགས་ཟོན་དང་དེའི་ཐོག་ལ་ཡ་རྦད་དེ་ད་གང་བྱས་ཕྱི་བཤིག་ཅིག་རྒྱབ་ཡ་ཅིག་འགོ་བཙུགས་པ་དེ་འདྲ་ཞིག་སྐབས་ལ་ཡ། ང་རང་ཚུར་བུ་ཡིན་ན་ཡང་གང་ལྟར་གོ་སྐབས་དེ་ཚོ་ཅིག་གི་དམ་འཛིན་གྱི་ཐོག་ནས་གང་ལྟར་ང་ཚོ་དངོས་ཡོད་གནས་ཚུལ་དེ་ཅིག་གསལ་བཤད་གནང་ཡག་དང་ང་ཚོའི་གནས་ཚུལ་དེ་ཡང་རྫུན་མ་རྩ་བ་ཉིད་ནས་མ་རེད་བདེན་པ་དེ་ང་ཚོའི་གནས་ཚུལ་གསལ་བཤད་དང་ལྷག་པར་དུ་ང་ཚོའི་ད་ལྟའི་འཐབ་རྩོད་རེད་ད་ག་ནས་ཞིག་བོད་དང་རྒྱ་གར་གྱི་བར་འབྲེལ་བ་གྱི་གཙོ་བོར་གྱུར་པའི་དེ་ལ་སོགས་པ་དེ་གལ་ཆེའི་རང་བཞིན་དེ་ང་ཚོ་གང་མང་མང་གི་ཨ་ནི་བས་འཛམ་གླིང་སྤྱི་རེད་རྒྱ་གར་ནང་ལོགས་ལ་ཡག་གོ་རྟོགས་སྤེལ་དགོས་དེ་ཞུ་གལ་ཆེན་པོ་རེད་བསམ་གྱི་ཡོད། ད་ད་ལྟའི་ཆ་ལ་ཞུས་པ་ཡིན་ན་རྒྱ་གར་ནང་ལོགས་ལ་ཡང་བོད་དོན་གྱི་གནས་ཚུལ་ལྷག་པར་དུ་ང་རང་ཚོའི་གི་ཅིག་བོད་ས་ཡ་གི་དངོས་ཡོད་གནས་ཚུལ་དེ་ཤེས་མདོག་ཡོད་ཉེན་དེ་ག་ལ་གང་འཚམ་དུ་ཡོད་རེད་དེ་ལས་ཕ་བརྒྱ་ཆ་རེ་ཞིག་དགོས་པ་ཡིན་ན་མང་པོ་ཞག་མང་རེ་སེམས་པོ་ཡོད་གི་ཚད་མང་བ་ཡོད་པ་ཡིན་ན་ང་ཚོ་ཕལ་ཆེན་རྒྱ་གར་གྱི་མི་འབོར་གྱི་ཐོག་ནས་བརྒྱ་ཆ་ང་ཉི་ཤུ་རྩེ་ལྔ་སེམས་པོ་དུ་ཕལ་ཆེན་ཡོད་ཀྱི་མ་རེད་བསམ་ས་དེ་སྔོན་ཉམས་ཞིབ་བྱས་པའི་དེ་འདྲའི་སྙན་ཐོ་འདི་འདྲ་རྣམས་ལ་དོན་བྱ། དེ་ཡིན་དུས་གཏམ་བརྒྱ་ཆ་ཉི་ཤུ་གསལ་ངང་ཟེར་དུས་རྒྱ་གར་མི་འབོར་ད་ལྟ་ས་ཡ་གཅིག་སྟོང་བཞི་བརྒྱ་ལ་འགོས་པ་ཡིན་ན་ཕལ་ཆེན་ས་ཡ་སུམ་བརྒྱ་ལྷག་ས་ལ་ཡོད་རེད་དེ་ལས་དེ་ཕྱོགས་གཅིག་ནས་བལྟས་པ་ཡིན་ན་མང་པོ་ཞི་བོ་ཅིག་རེད་དེ་ལས་ཕྱོགས་གཅིག་ལ་ལྟོས་པ་ཡིན་ན་བརྒྱ་ཆ་ཉི་ཤུ་གསལ་ངང་རེད་བརྒྱ་ཆ་བདུན་ཅུ་བདུན་ལྔ་འགའི་དངོས་ཡོད་གནས་ཚུལ་འདི་ཇི་མ་ཇི་བཞིན་ཤེས་ཀྱི་ཡོད་མ་རེད། རེད་བ། དེ་ཡིན་དུས་ད་ང་ཚོ་ལོ་རྒྱུས་ཀྱི་ཐོག་ནས་ནས་བོད་དང་རྒྱ་གར་གཉིས་དེ་ཞི་བ་གཅིག་ཁྱིམ་མཚེས་རེད་ད་ག་ནས་ཤེས་ཀྱི་བོད་མིའི་སྒྲིག་འཛུགས་གཙོ་བོར་གྱུར་པའི་ང་ཚོ་བོད་མི་ད་ཅི་རྒྱ་གར་ནང་ལོགས་ལ་ཡང་སྐྱབས་བཅོལ་གྱི་ད་ལྟེ་ནས་དེ་འདྲའི་བཙུགས་པའི་བརྒྱུད་རིམ་ཕྱོགས་མང་པོ་ཞིག་ལ་བསམ་བཏང་པས་ནས་གྱ་གཉིས་སེ་ང་སེ་ད་ཉུང་ཉུང་རེ་ཞིག་ཆགས་བསྡད་ཡོད་རེད་བསམ་གྱི་ཡོད་དེ་ཡིན་དུས་ང་ཚོའི་གོ་རྟོགས་དཔེ་ཡག་དང་དེ་ཚོ་ཞི་བ་གཅིག་གལ་ཆེན་པོ་ཅིག་ཆགས་བསྡད་ཤག། དེ་ཡིན་དུས་ད་དེ་ནས་དོན་གྱིས་དེ་ཚོགས་ཆུང་དང་དེ་འདྲའི་ནང་ལོགས་ལ་ཡང་ད་གོ་དུ་ཞི་ར་གནང་ཤག་མང་པོ་གཅིག་གིས་ཨ་ནི་ཐུགས་འབྲེལ་གནང་ཡ་གཅིག་དེ་ད་མ་འོངས་པ་ལ་ཡང་ང་རང་ཚོས་ཀྱི་བོད་ཀྱི་གནད་དོན་སྤྱི་དང་ལྷག་པར་དུ་ད་ཆིག་སྟོང་ཉིས་སྟོང་བཞི་བཅུ་ཟེར་ནས་ཚོད་དཔག་གནང་ནས་དེ་འདྲའི་སྐབས་ལ་ཡང་བོད་པའི་རིག་གཞུང་སྐད་ཡིག་དེ་ཚོ་ཉམས་མེད་འགྲོ་ཡ་གཅིག་སྒྲིལ་གྱི་ཉམས་མེད་འགྲོ་ཡ་དྭངས་ནས་ཤིང་རྩི་རྒྱལ་སྤྱིའི་ཁྱོན་ཡོངས་ནས་ནི་ཅིག་བོད་པ་ལ་ཡང་རྒྱབ་སྐྱོར་གནང་ཡག་རེད་གདན་སའི་ཐོག་ལ་ཡར་ཤུགས་ཆུང་རུ་འགྲོ་ཡག་དང་འདི་འདྲས་ཀྱི་མང་པོ་བཅས་ཀྱི་དགོངས་ཚུལ་གླས་ཏེ་ཤག་དངོས་གནས་དྲ་གནས་ཀྱི་ང་ཚོ་གདན་སའུ་ཉེན་ཁ་ཅིག་ཡོད་རེད་ད་ཡིན་ན་ཡང་ང་རང་ཚོ་གནས་དོན་ག་རེ་ཡིན་ན་ཡང་ཉེན་ཁ་ཅིག་ཏུ་ཡོད་རེད་དེ་ལས་ང་ཚོ་དེ་ལ་ཡག་ཅིག་གདོང་ལེན་བྱེད་དགོས་ཡག་དེ་གལ་ཆེན་པོ་ཞུ་ཞུ་བ་ཉེན་ཁ་འདུག་བྱས་ནས་ཉེན་ཁ་ལ་བརྩིས་ནས་ཕྱི་བཤད་བརྒྱབ་བསྡད་ན་རྩ་བ་ཉིད་ནས་འབྲེལ་ཡག་ཡོད་མ་རེད་ཐོན་སྐྱེད་ཚོགས་ཆུང་གཅིག་ནས་གསུངས་སོ་ང་ཚོ་བོད་པའི་གནས་དོན་འདི་ཅེས་སོ་སོའི་ངོས་ནས་ཧུར་ཐག་བྱས་ནས་སོ་སོའི་རིག་པ་མ་འགྲིམས་པ་ཡིན་ན་གྱོང་སུ་ལ་རག་རེད་ཟེར་ན་བོད་པ་ལ་གཙོ་བོ་རག་རེད་གསུངས་པ་དེ་དངོས་ཡོད་ཆགས་ཀྱི་ཡོད་རེད། འདི་ཡིན་དུས་ད་ང་རང་ཚོ་དེང་གི་ཞུས་པ་ནང་བཞིན་གྱི་ད་ལྟའི་གནད་དོན་འདི་མི་རིགས་དང་ད་ག་ནང་བཞིན་འཛམ་གླིང་སྤྱི་དང་འབྲེལ་བ་ཡོད་པ་ཞིག་ཡིན་དུས་ང་ཚོ་སྤོབས་པའི་ཐོག་ནས་ང་ཚོ་རིག་པ་འགྲིམས་དགོས་ཡ་དེ་གལ་ཆེན་པོ་ཞུ་བ་ཞིག་ཆགས་ཀྱི་ཡོད་རེད་སེམས་ཤུགས་མ་ཆགས་པ་དེ་གལ་ཆེན་པོ་ཞུ་བ་ཞིག་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་དང་པོ་དེ་ང་ཚོ་དོན་གྱིས་མང་པོ་ཞིག་ཐུག་འཕྲད་ཡོད་པ་ནང་བཞིན་གྱི་ང་ཚོ་གཅིག་སྒྲིལ་གྱི་ནུས་པ་དེ་ཧ་ལས་པའི་ཁྱད་ཆེན་པོ་ཞིག་ཆགས་ཀྱི་འདུག་དེ་ཡིན་དུས་འདི་ན་ཕེབས་ཏེ་ངས་མང་པོ་ཞིག་ད་མ་འོངས་པའི་བོད་ཀྱི་རེ་བ་བརྒྱབ་ས་ཅིག་ཡིན་པ་ཡིན་དུས་རྣམ་པ་སུ་ཐུག་ལ་ཡ་རེ་བ་ཅིག་སོ་སོའི་ཆོས་བརྒྱུད་ག་རེའི་ཁོངས་ནས་ཡིན་ནའི་དྲ་ཆོ་ག་ག་རེའི་ཁོངས་ནས་ཡིན་པ་ཡིན་ནའི་དེ་གཙོ་བོ་མ་ཡིན་པ་བོད་པ་ཡིན་ས་ཡ་དེ་རེ་བ་ཐུག་ལ་གཙོ་བོ་ཞབས་པའི་ཐོག་ནས་མ་འོངས་པ་ཡིན་ནའི་ངས་བོད་སྤྱི་པའི་ཆེད་དུ་དཀའ་ལས་ཞིག་བརྒྱབ་བོད་སྤྱི་པའི་ཆེད་དུ་ལས་ཀ་ཞིག་བྱས་བོད་སྤྱི་པའི་ཆེད་དུ་རེ་བ་ཨ་ནེ་ཞིག་སོ་སོ་ངོས་ནུས་པ་ཞིག་སྤུངས་རྒྱ་བོར་མི་བྱེད་ཀྱི། བཀའ་དགོངས་འགྲུབ་པོ་ཡིན་བསམ་པ་དེ་གཙོ་བོར་བཞག་པའི་ཐོག་ནས་འདུག་སོ་སྣང་ཡ་དེ་གལ་ཆེན་པོ་ཆེ་རེད་ཤག་འདི་སོ་སོའི་ངོས་ནས་གྲུབ་ཐུབ་པ་ཅིག་བྱེད་ཀྱི་ཡོད་རེད་རེད་བ། དྭངས་ནས་ཤེས་ཀྱི་ང་ཚོ་སྐད་ཡིག་བྱ་ཞབས་ཡིན་ན་ཡང་དོན་གྱིས་འདི་དགོངས་ཚུལ་མང་པོ་ཞིག་གླས་ཏེ་ཤག་ཏན་ཏན་གྱི་ཉེན་ཁ་ཆེན་པོ་ཞིག་ཡོད་རེད་ད་ཡིན་ན་ཡང་བོད་ཀྱི་ནང་ལོགས་ལ་བྱ་ཞབས་ཡིན་ན་ད་རྒྱ་ནག་གི་འཆར་གཞི་ཞིབ་བོ་ཅིག་གི་སྟེང་ནག་པོའི་ཐོག་ནས་ཅེས་བོད་པའི་རིག་གཞུང་དང་ཐ་ན་བོད་པའི་བུ་རྒྱུད་ནང་བསྟན་དང་བཅས་པའི་ཀྲུང་གོ་ཅན་དུ་བསྒྱུར་གྱི་ཡིན་ཞེས་པའི་འབོད་སྒྲ་འདིའི་འོག་ནས་མེད་པར་བཟོ་ཡག་གི་ཐབས་ཤེས་ཞེ་བོ་ཅིག་བྱེད་ཀྱི་ཡོད་རེད་ལྷག་པར་དུ་བོད་པའི་སྤུ་གུ་རྟ་ས་ཡ་གཅིག་ལྷག་ཅིག་བཅའ་སྡོད་རླབས་ཕྲེང་ནང་བཞག་ནས་ད་ཧ་ལས་པའི་ཉེན་ཁ་ཆེན་པོ་ཅིག་འདས་པའི་སྐབས་ལ་བྱུང་མ་མྱོང་བའི་རིག་གནས་གསར་བརྗེ་ས་ཡ་དང་འདི་འདྲས་ཀྱི་ཞེ་བོ་ཅིག་གིས་རྒྱ་མི་གི་ལས་འགུལ་སྤེལ་བ་རེད་དེ་ལས་བདེན་ཚོར་ལས་གཏིང་གནག་པ་ཅིག་ད་ད་ལྟ་འདི་འདྲས་ཅིག་འགོ་བཙུགས་པ་ཅིག་ཆགས་བསྡད་ཡོད་རེད་འདི་འདྲས་ཅིག་ཡིན་དོན་ད་ང་ཚོ་རང་དབང་ལུང་པའི་ནང་ལ་ཡོད་པ་ཚོ་ཀྱིས་དངོས་གནས་རིག་གཞུང་སྲུང་སྐྱོབ་དང་དེ་ཚོའི་ཐོག་ལ་ཡང་ད་རིག་པ་བསྒྲིམས་ནས་ལྷག་པར་དུ་བོད་ནང་ཞུ་ཉེ་གི་བོད་རིགས་སྤུན་ཟླ་ས་ཡ་དྲུག་གི་སྐུ་ཚབ་ཡིན་བསམ་པ་ཅིག་དང་ཁོང་ཚོ་གི་རེ་བ་ང་ཚོར་སྐྱོན་གུ་ཡོད་བསམ་པ་ཅིག་དང་སོ་སོ་བསམ་བློའི་ནང་ལ་དོན་གྱི་ཞུས་པ་ནང་བཞིན་གི་བོད་མི་རིགས་ཡིན་བསམ་པ་ཅིག་དང་བོད་ཀྱི་ལས་དབང་དེ་གལ་ཆེན་པོ་ཡིན་བསམ་པའི་གུང་སེམས་ལ་འཚོ་བ་ཡོད་པའི་ཐོག་ནས་དངོས་ནས་རིག་པ་སྒྲིམ་དགོས་ཡ་གཅིག་གལ་ཆེན་པོ་རེད་དེ་ཡིན་དུས་ད་ཅི་སྐད་ཡུལ་སྲུང་སྐྱབས་ས་ཡ་དེ་ཕྱོགས་གཅིག་ནས་གལ་ཆེ་ཤོས་ཅིག་དེ་ག་རེ་ཟེར་ན་སྐད་ཡིག་དེ་གང་མང་མང་བའི་བེད་སྤྱོད་སྐྱོན་དགོས་བེད་སྤྱོད་གནང་དགོས་ཡ་གཅིག་དང་སྐད་ཡིག་དེ་གཙང་མ་ཅིག་བེད་སྤྱོད་གནང་དགོས་ཡ་གཅིག་ཆགས་ཀྱི་ཡོད་རེད་དེ་ང་རང་ཚོ་ལ་གོ་སྐབས་ཡོད་རེད་གོ་སྐབས་འདི་རྒྱ་བོ་ཡིས་ཤིན་ཏུ་མི་བསྐྲུན་གནང་ཡོད་རེད་ང་རང་ཚོ་གི་སྒྲིག་འཛུགས་རེད་ང་རང་ཚོ་མི་ནག་གོང་མ་རྣམ་པ་ཚོར་སོ་སོའི་ཕ་མ་དང་བཅས་པའི་གོ་སྐབས་འདི་ང་ཚོ་ལ་གནང་ཡོད་རེད་དེ་གོ་སྐབས་འདི་གཟིམ་ཐུག་དང་མ་ཐུག་ནི་སོ་སོའི་ལག་པ་ལ་ཡོད་པ་ཅིག་རེད་དེ་ཡིན་དུས་ང་ཚོ་མི་རེ་རེ་ནས་མགོ་ཅིག་བཙུགས་ནས་ནུས་པ་ཅིག་ཕ་བཏོན་པ་ཡིན་ན་ཏན་ཏན་གྱི་ནུས་པ་ཅིག་ཐོན་ཐུབ་པ་ཞིག་ཡོང་གི་རེད་བསམ་གྱི་ཡོད། བདག་ནང་བཞིན་གྱིས་ང་ཚོ་ད་ལྟའི་སྐབས་ལ་དངོས་གནས་དཀའ་ངལ་ཆེན་པོ་ཡོད་རེད་དེ་ལ་ང་ཚོ་སེམས་ཤུགས་མ་ཆག་པ་དེ། གལ་ཆེན་པོ་རེད། འཛམ་བུ་གླིང་འདིའི་ཐོག་ལ་ཡ། རྒྱལ་ཁབ་ཆེན་པོ་ད་དཔེར་ན་རྒྱ་གར་རྒྱལ་ཁབ་ཡིན་ནས་འདྲ། ཨ་ནེ་ཤིང་གི་ཅེས་ཨ་རི་ཡིན་ནས་འདྲ། ཐ་ན་ང་ཚོ་ལ་ཡ། ཨ་ནེ། ད་ཅིག་གི་བཙན་པོ་དབང་ཡོད་ཤེས་ཡན་རྒྱ་ནག། ཉི་མ་ལུག་རྒྱུད་ནང་ཆ་ཤས་པ་ཡིན་ནས་འདྲ་གང་ལྟར། མི་རིགས་གཞན་གྱི་འོག་ལ་ཡ་ང་ཚོ་ནང་བཞིན་གྱི་དཀའ་ངལ་འཕྲད་མྱོང་པ་རྐྱང་རྐྱང་ཆགས་བསྡད་ཡོད་རེད། ང་ཚོ་ད་ལྟ་ནུང་པ་ཤོར་ནས་ལོ་དྲུག་ཅུ་རེ་བཞི་འགྲོ་གི་ཡོད་རེད། རྒྱ་ནག་ཆ་ཤས་ནང་མ་འཇུག་འོག་ལ་ལོ་ག་ཚད་བསྡད་པ་རེད་ལོ་སུམ་བརྒྱ་བསྡད་ཚར་བ་རེད་རྒྱ་གར་ཡིན་ནས་དབྱིན་ཇིའི་འོག་ལ་ལོ་ཉིས་བརྒྱ་བསྡད་པ་རེད་ཡིན་ན་ཡང་ནམ་ཞིག་སོ་སོ་སོའི་རིག་པ་བསྒྲིམས་ནས་སེམས་ཤུགས་མ་ཆག་ནས་གདོང་ལེན་བྱས་ནས་འདི་འདྲ་ཅིག་བྱས་ཡོང་དུས་རིམ་ནམ་ཞིག་ཁོ་ཆབ་སྲིད་ཀྱི་འགྱུར་འགྲོས་དང་འཛམ་བུ་གླིང་འགྱུར་འགྲོས་གཅིག་གི་འོག་ནས་ང་ཁོ་བདེན་པའི་མཐའ་ཅིག་གསལ་ཡོང་གི་ཡོད་རེད་འདི་འདྲ་ཅིག་ང་ཚོ་ལ་ཡིན་ནས་ཏན་ཏན་བྱུང་ཡ་ཅིག་ཡོང་གི་རེད་དེ་ཡིན་དུས་ད་ང་ཚོ་གལ་ཆེ་ཤོས་དུ་ལྔའི་དང་པོ། ང་རང་ཚོས་མངོན་འདོད་དང་གཞི་གཅིག་མཉམ་ཟུང་མ་བྱུང་གོང་ནས་སོ་སོ་མ་རིག་པ་ཆེ་ཡག་ཅིག་དང་རུ་བ་ཅིག་སོ་སོ་སོ་སོའི་ངོས་ནས་ཨ་ནེ་ཁོ་རིག་པ་འགྲིམ་དགོས་ཡོད་དེ་གལ་ཆེན་པོ་ཞིག་ཞི་བོ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་ཡོད། དེ་བཞིན་དུ་དོན་གྱིས་ཞུས་པ་ནང་བཞིན་གྱི་ད་རྒྱ་ནག་ཆ་ཤ་བོ་ཡིན་ན་ད་འཛམ་གླིང་ནང་ལོགས་ལ་ད་འདི་ཆ་ལ་ཡ་ཞི་བོ་ཅིག་གི་སྟོབས་ཆེན་པོ་ཆགས་བསྡད་ཡོད་རེད། ད་ཅིག་མི་འབོར་གྱི་ཆ་ནས་སྟོབས་ཧ་ཅང་གི་ཆེ་ཞུ་དེ་སྔོན་ད་ཟླ་བ་ཁ་ཤས་སྔོན་ལ་ཡ་རྒྱ་གར་འཛམ་གླིང་གི་ད་མི་འབོར་ཁ་ཟེར་རྒྱ་ནག་གི་དང་པོ་རེད་ད་ད་ལྟ་གཉིས་པ་ཆགས་བསྡད་ཡོད་རེད་དེ་ལས་མི་འབོར་ཞེ་དྲག་གི་ཆེན་པོ་རེད་ལ་དཔལ་འབྱོར་ཡིན་ནས་ད་ལྟའི་སྐབས་ལ་ཨ་ནི་འཛམ་གླིང་གི་གཉིས་པ་ཆགས་ཡོད་རེད་དམག་དོན་ཡིན་ནས་ཞེ་དྲག་ཤུགས་ཆེན་པོ་ཡོད་རེད། ཡིན་ན་ཡང། གཅིག་བར་སྐབས་གཅིག་ནས་ད་རྒྱ་ནག་གི་གང་ལྟར་ཆབ་སྲིད་ཀྱི་སྒྱུ་འཕྲུལ་རེ་མང་པོ་ཅིག་ལ་འགྱུར་བ་ཞིབ་པོ་ཅིག་སྤྲོ་གི་ཡོད་རེད། རྒྱ་ནག་དམར་པོའི་གཞུང་གིས་ད་ལྟའི་སྐབས་ལ་ཡང་རྒྱ་ནག་ལ་ཡང་འདི་འདྲས་གལ་ཆེ་གི་རྒྱ་ནག་ཁྱོན་ཡོངས་ལ་ཡང་དབང་ཆ་འདི་འདྲས་ཅིག་འཛིན་ཐུག་ཡག་གི་གཞི་རྩ་གཙོ་བོ་གཅིག་དེ་དཔལ་འབྱོར་གྱི་ཤུགས་རྐྱེན་འདིའི་འོག་ནས་བྱུང་བ་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་དུས་ད་བར་སྐབས་ཅིག་ནས་རྒྱ་ནག་གི་དཔལ་འབྱོར་གྱི་ཉམས་ཆག་དེ་ནི་ད་ཧ་ལས་པའི་འགྲོ་གི་འདུག་ངས་དེ་ངོ་བཞིན་པ་རྒྱ་མི་དེ་འདྲས་ཡོད་ད་དཔལ་དེབ་ཀྱི་ཚོང་པ་དང་མང་པོ་ཡོད་ད་ཞེ་བོ་དཀའ་ངལ་འཕྲད་ཀྱི་འདུག་འཕྲད་ཀྱི་འདུག་ཟེར་གྱི་འདུག་ད་མ་གཞི་གསང་རྒྱུ་དང་འདི་ཚང་མའི་ནང་ལ་འཁྱེན་གྱི་ཡོད་རེད། བཏང་ནས་ཤིག་རྒྱ་ནག་གི་ཆབ་སྲིད་ཀྱི་ཐོག་ལ་ཆ་བཤད་པ་ཡིན་ན་ཡང། ད་ཕྱོགས་གཅིག་ནས་དབང་ཆ་གཅིག་སྡུད་ཞིབ་ཅིག་བྱེད་དགོས་བྱེད་ཀྱི་ཡོད་རེད་དེ་ལ་ནང་ལོགས་ལ་དཀའ་ངལ་ཞིབ་འཕྲད་ཀྱི་འདུག་ཉེ་བའི་ཆ་ལ་ཡང་རྒྱ་ནག་ནང་ལོགས་ལ་ཡང་གུས་བརྩེ་གྱི་འགྱུར་བ་ཕྱིན་སོང་རྒྱ་ནག་གི་ད་ཕྱི་སྲིད་བློན་ཆེན་ཆིང་ཀང་ཡིན་ནས་ནམ་སང་མ་གནས་ཡུན་བཏང་ཡག་རེད་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཧྲང་ཧྥུ་ཡིན་ནས་ནམ་དཔེ་ད་གནས་ཡུན་བཏང་ཡག་གི་མཚོན་པའི་བཏང་ནས་ཤིག་རྒྱ་ནག་གི་འདུལ་དུས་དྲན་མཚོན་ཆ་རེད་བཏང་ནས་ཤིག་ཨ་ནེ་མི་ཤོས་བུ་དྷི་ལ་སོགས་པ་འདི་འདྲ་གི་སྡེ་ཚན་གྱི་གནད་ཡོད་མང་པོ་ཅིག་ད། གནས་དབྱུང་རྟ་དབྱངས་ཀྱིས་མཚོན་པའི་དིང་རི་མང་པོ་ཞིབ་ཅིང་ནག་ལོག་ལ་ཡག་ལྟ་འཁྲུག་པོ་དང་ཨོང་ཆ་འཐབ་རྩོད་དང་དཀའ་ངལ་ཞིབ་ཅིང་འཕྲད་ཀྱི་འདུག་ལྟ་དེ་འདྲའི་ཅིག་རྒྱ་གར་དང་ཨ་རིའི་ནུང་པའི་ནང་ལ་དེ་འདྲའི་གི་གནས་ཚུལ་བྱུང་མེད་ལྟ་ཞིབ་ཅིང་གནས་ཚུལ་ཆེན་པོ་བརྩི་གི་རོགས་ཡིན་ནས་ལྟ་རྒྱ་ནག་གི་སྦས་ནས་བསྡད་ཀྱི་ཡོད་རེད་དེ་ལ་ནག་ལོག་ལ་དཀའ་ངལ་ཆེན་པོ་ཞིབ་ཅིག་ཡོད་པ་ཆགས་བསྡད་ཡོད་རེད་དེ་ཡིན་དུས་ང་ཚོ་ཏན་ཏན་གི་ཆབ་སྲིད་ཀྱི་རྒྱུ་འཕྲུལ་རེད་གང་བྱས་ཡིན་ན་ཡང་འགྱུར་བ་ཅིག་ཏན་ཏན་འགྲོ་གི་རེད་ང་ཚོ་སེམས་ཤུགས་མ་ཆགས་པ་གནང་ཡོད་དེ་གལ་ཆེན་པོ་ཞིབ་ཅིག་རེད་བསམ་གི་ཡོད་དེ་འདྲའི་ཅིག་དེ་ཡིན་དུས་ལྟ་གང་ལྟ།

པའི་སྐུ་ངལ་ཆེན་པོའི་ཐོག་ནས་ཕེབས་ནས་ཡིན་ན་ཡང་ད་ལྟའི་ཕེབས་པའི་སྐབས་ལ་ཡིན་ན་ཡང་ཆེས་དངོས་གནས་ཀྱི་ང་ཚོ་བོད་པ་ལ་ཤ་ཚ་རྣམ་དག་གི་ཐོག་ནས་དུ་སུ་ཕེབས་གནང་གི་ཡོད་རེད་ད་ལྟ་བར་དུ་རྒྱབ་སྐྱོར་གནང་ཁ་ཤས་ལོ་གཅིག་གཉིས་མིན་པར་ལོ་ལྔ་བཅུ་དེ་འདྲའི་བོད་པ་ལ་རྒྱབ་སྐྱོར་གནང་བ་ཡིན་སུ་མགོ་ཐུག་སྟེང་དུ་ལག་གཉིས་ཐལ་མོ་བྱས་ནས་ཐུགས་ཆེ་ཞེས་ཞུ་གི་ཡོད་ལ་ཁྱེད་རྣམ་པ་སོགས་ཀྱིས་འདི་འདྲའི་ཆེད་རྒྱབ་སྐྱོར་གནང་བ་དེ་བཀའ་དྲིན་ཆེ་ཞུ་བ་དང་ཆབས་ཅིག་ཏུ་མ་འོངས་པ་ཡིན་ན་ཡང་དེ་དེ་བཞིན་གྱི་རྒྱབ་སྐྱོར་གནང་རོགས་གནང་ཞེས་ཞུ་གི་ཡོད། ཐུགས་ཆེ་བཀའ་དྲིན་ཆེ།